ཆེ་བའི་བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། ང་འགྲོ་འགྲོ་གནས་བདེ་ལྟ་ར་འགྲོ་མ་ཡིན། ད་ལྟ་བར་དུ་རང་གི་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་སོ་སོ་གི་ཇུན་ཚོད་དཔའ་ཚོད་ཀྱིས་ལས་འགུལ་ཅིག་བྱེད་བསྡད་ཀྱི་ཡོད། ད་ཉེ་ཆར་སྤྱི་ཟླ་བདུན་པའི་གི་ཚེས་གཉིས་ཉིན་མོ་འདི་ལ། རྒྱལ་གཅེས་དཔའ་བོ་སློབ་དགའ་རང་བཙན་ལགས་ཀྱིས་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ། དམིགས་བསལ་གྱིས་བོད་རང་བཙན་སླར་གསོ་གི་ཆེད་དུ་རང་ལུས་མེར་བསྲེགས་ཕུལ་བ་རེད་དེ་ཡང་འཛམ་བུ་གླིང་ཨ་མི་རི་ཀ་གི་མཉམ་འབྲེལ་རྒྱ་མཚོ་གི་གདོང་ལ་དེ་འདྲས་ཕུལ་བ་འཛམ་གླིང་ཡོངས་གྲགས་རེད་དེའི་ཚོར་བ་དེ་བོད་པ་ས་སྟེང་འདི་ན་བོད་པ་ག་ཚོད་སྐྱེ་བ་ན་འདི་ཚོར་བ་དེ་གནས་དེ་གི་རེད་རང་བཙན་ལེན་ཡག་དེ། སེམས་ཤུགས་དེ་ལྡན་དེ་གི་རེད། ཁྱེད་རང་དང་ཁྱེད་ཀྱི་ཕ་མ་གཉིས་ལ་སྙིང་དབུས་ནས་བཀའ་དྲིན་ཆེ་ཐུགས་རྗེ་ཆེ་ལ་ནི་ཞུ་ཡ་ཡིན། དམིགས་བསལ་གྱི་ཁྱེད་ཀྱི་རྒྱལ་རབས་ཆེད་དུ། དེ་འདྲའི་རང་ལུས་མེར་སྲེག་ཕུལ་བ་དེ་ང་ཚོའི་གཞོན་པ། དང་བདག་གི་གཞོན་པ་མ་འོངས་པ་གི་གཞོན་པ་ཡོངས་ལ་བོད་ཀྱི་རྒྱལ་རབས་དེ་གཟུགས་པོ་ནང་དང་སེམས་ནང་ལ་བླུགས་པ་ནང་བཞིན་བྱུང་སོང། ཧ་ལས་ཡག་གི་བཀའ་དྲིན་ཆེ་ལམ་ཞུ་བ་ཡིན་ཁྱེད་གི་སྐུ་ལུས་མེ་གསོད་ཕུལ་བ་དེ་གྲོགས་ལ་ཁྱོད་ནས་བཏང་ཡ་མ་རེད་ཁྱེད་བཞུགས་པའི་རིང་ག་ལ་ང་ཚོ་མངོན་སུམ་གྱི་ཐུག་ཡོད་མ་རེད་དེ་རྩ་དོན་གྱི་ཆེད་དུ་དུས་དང་རྣམ་པ་ཀུན་ཏུ་ང་ཚོས་འབྲེལ་བ་བྱེད་པ་ནང་བཞིན་ནི་མཐའ་མ་ང་རྗེས་ལ་མེད་མ་བྱུང་བ་ནི་བློ་ཕམ་གྱི་ངང་ནས་ཁྱེད་ཀྱི་སྐུ་གདུང་ཞུ་འབུལ་སྐབས་དུ་བཅར་རྒྱུ་བྱུང་བས་སེམས་པ་སྐྱོ་བོ་བྱུང་ཡིན་ན་ཡང་ཕྱོགས་གཅིག་ནས་བཀའ་དྲིན་ཆེ་དྲིན་ཅན་ཡིན་བསམ་སོང། ད་ང་རང་ཚོ་ད་ལྟ་བཙན་བྱོལ་སྤྱི་ཚོགས་ནང་ལ་བོད་རང་བཙན་གྱི་འབོད་སྒྲ་འདི་ཤུགས་ཆུང་རུ་ཡར་ཐོན་དུ་མར་སྣེ་ངན་ཡར་ཐོན་མར་འདེད་འགྲོ་གི་རེད་ད་ཁྱེད་ཀྱིས་ཕེབས་པའི་རྗེས་ལ་བོད་རང་བཙན་རྩ་མ་ཡིན་གྱི་འབོད་སྒྲ་དེ་ས་སྟེང་ཡོང་ཐེངས་ཚང་མ་འབྲུག་གི་འདིར་བ་ན་ཞེས་གྲགས་སོང་དེ་མུ་མཐུད་དུ་གནས་དགོས་དེ་ང་རང་ཚོ་བཙན་བྱོལ་ཕྱི་དང་ནང་དང་ཚང་མ་ལ་ཨ་ནི་དེ་སྙིང་ནང་བཅངས་རོགས་གྱིས།

དེ་འདྲི་བྱེད་ཡིན་འདུག་ག་ལ་ང་ཚོའི་རྒྱལ་ཁབ་ངན་ཚུན་ལེན་དགོས་ཀྱི་རེད་ད་ལྟ་རྒྱ་མིའི་ནང་ལོགས་ལ་རྒྱ་མིས་དམར་ཤོག་ཞུགས་ལ་མ་དགའ་ངས་ག་ཚོད་རེད་ང་ཚོ་ལའང་ཁོང་ཚོ་ལའང་ང་ཚོས་གོམ་ཆུ་དེ་སློག་དགོས་ཀྱི་རེད་གོམ་ཆུ་སློག་པའི་རྗེས་ལ་ང་རང་ཚོ་རྒྱལ་ཁབ་དེ་སུས་ཉར་གྱི་རེད་ང་རང་ཚོས་ཉར་བ་ཐུབ་བ་བྱེད་དགོས་ཀྱི་རེད། ནང་ཆོས་མ་རྒྱ་བར་སྟེ་ཁོང་གི་ཞལ་ཆམ་ཞིག་འདུག་ཨ། དེ་ཡང་བསྐྱར་ཡང་བསྐྱར་ཉན། ཚོར་བ་བྱུང་གི་རེད། དམིགས་བསལ་གྱིས་ད་ལྟ། ང་ཚོ་གི་ལས་ཁུངས་དང་བོད་པ་འཛོམས་ས་དེ་ཚོའི་ནང་ལ་ཁོང་གི་མེར་བསྲེགས་ཀྱི་ཆེད་མེ་ཕུལ་བྱ་རྒྱུ་ཞིག་འདུག་ཨ། ངེས་པར་དུ་སྟོན་རོགས་གྱིས། མིག་གི་མེ་འདྲ་ལ་གནས་སྒོར་ལ་ནི་བཀག་སྡོམ་མ་བྱེད་རོགས་གྱིས། བསྟོད་རོགས་གྱིས་ཚོར་བ་ཡོང་གི་རེད་མི་མང་འདུ་འཛོམས་རེད་པར་ད་ཆེན་པོ་རེད་དེ་འདུག་བསྟོད་རོགས་གྱིས་བོད་རང་བཙན་ལ་རྒྱབ་སྐྱོར་བྱེད་རོགས་གྱིས་ང་ཚོ་མཉམ་དུ་ཡོང་རོགས་གྱིས་རེ་བ་ཞུ་གི་ཡོད་ཐུགས་རྗེ་ཆེ་ན་ད་རེ་འདི་དགེ་མཐུ་བསྟན་ཆོས་གཉིས་ལ་ནང་མི་ད་ལྟ་བར་དུ་བོད་རང་བཙན་འཐབ་རྩོད་མི་སེར་མང་པོ་གནང་ཡོད་རེད་ཁོང་གི་ངོ་དེབ་ཐོག་ལ་བལྟ་ན་ལྟ་ཚར་ཡ་མེད་སྐྱོ་ཞིག་རེད་རྒྱལ་གཅེས་དཔའ་བོ་བློ་བཀལ་རང་བཙན་ལགས་ཀྱི་ཐ་མག་གི་ཨ་ནི་སྐད་ཆ་བཤད་ས་བྱེད་རོགས་ཞལ་ཆེམས་བཞག་ས་དེ་ཁོང་རེད། ད་ང་ཚོ་ལ་མི་དེ་འདྲ་ཁ་ཞེ་མ་དེ་ཡོད་མ་རེད་སྐད་ཆ་ཤོད་དེབ་ངེས་དང་ཅིག་འཁྲབ་དེ་ངེས་བྱེད་རོགས་ཕྱོགས་ཚང་མ་ལ། དེ་ཚོ་ལ་རྒྱབ་སྐྱོར་རོགས་བྱེད་རོགས་ཅིག་སེམས་ཤུགས་གནང་རོགས་ཅིག་ཨ་འདི་ལ་དོ་སྣང་སྤྲད་རོགས་ཅིག། ངས་དེ་རིང་ཐད་གཏོང་བརྙན་གྱི་སྡིག་གི་བརྒྱུད་ནས་རེ་བ་ཞུ་རྒྱུ་གཅིག་ལ། བོད་རང་བཙན་ལས་འགུལ་མཉམ་དུ་མུ་མཐུད་ནས་མཉམ་དུ་ཡོང་རོགས་ཅིག། མ་འོངས་པར་གཞོན་སྐྱེས་རྣམས་ལ་ཐུགས་རྗེ་ཆེ། ཁ་སང་གི་ཨ་མེ་རི་ཀ་ལ། གཞོན་སྐྱེས་རྣམས་ཀྱི་སྐད་ཆ་བཤད་རྒྱུ་ཅི་ཡོད་རུ་བ། ཚོར་བ་ཅི་ཡོད་རུ་བ། ངོ་མ་ཅི་ཡོད་རུ་བ། དངོས་ཡོད་གནས་ཚུལ་ད་ལྟ་བར་དུ་ལོག་པར་རང་བཙན་བོད་རང་བཙན་བྱེད་ཀྱི་ཡོད་རེད་ཡིན་ནའི་ཏེ། མི་ཚང་མ་གིས་ཨ་མི་ཟེར་ཟེར་ཀྱང་རེད་ལ་ཡི་འདུག། མི་སེར་སེར་རྐྱང་གཅིག་རྒྱལ་ཁ་བྱེད་དུ་མེ་འོབ་ནང་ལ་འགྲོ་བ་རེད་མེ་འོབ་ནང་ལ་འགྲོ་བའི་སྐབས་སུ་བོད་དགྲ་དེ་རང་བཙན་རེད་རང་བཙན་ཉེ་རེད་དེ་ངོས་འཛུན་ལེན་གི་རེད་ངོས་འཛུན་རྗེས་ལ་རྒྱབ་སྐྱོར་གནང་རོགས་གནང་ལ་རེ་བ་ཞུ་གི་ཡོད་ཐུགས་ཆེ་གནང།